རྒྱ་གོ་ཆ་དེ་གཅིག་དམ་གཉིས་དམ་ལྔ་དམ་བརྒྱད་དམ་སུ་ཡོད་རེད་དེ་ཡང་བཞི་འཕངས་ཨ་འཕངས་སམ་འཕངས་དབུ་འཕངས་པ་འཕངས་སུ་ད་དེ་འདྲས་ལབ་དགོས་གལ་ཡོད་མ་རེད་པ། ཞིག་འདུག་ཆ་བཞག་ན་ཞིག་འདུག།

རང་མི་རིགས་ཀྱི་ཕ་སྐད་གཙང་སྙན་པོ་འདི་འདྲས་བཞག་རྗེས་གཞན་སྐད་སྐྱོན་དགོས་འདུག་གས་ལ་ངས་ཅི་དངོས་གནས་དྲང་གནས་བྱས་མི་འདུག། རང་མི་རིགས་ཀྱི་ཕ་སྐད་སྙན་པོ་འདི་འདྲས་འདུག་ག་ལ་ཕ་ཚོ་བགྲོ་གླེང། བགྲོ་གླེང་གནང་དུས་ཙང་ནས་ཕ་ཚོས་བཀའ་མོལ་གནང་དག་ཅིག་རང་མི་རིགས་ཀྱི་སྐད་ཡིག་ཐོག་ནས་བགྲོ་གླེང་གནང་དུས་ཙང་སེམས་པ་སྐྱིད་པ་ཁག་ཁག་དངོས་གནས། བཀའ་མོལ་ཁོ་ར་དངོས་གནས་གུས་ཞབས་ཡོད་པ་གང་ག་ཡོད་རོ་བ། ཨ་གཞན་སྐད་ར་མ་ལུག་ཞིག་ར་སྐྱོན་བྱས་ཅང་དེ་ལ་ཞག་རྩི་གས་འདུག་གས་ངས་དེ་འདྲ་ཞག་རྩི་ཁོ་ར་མི་འདུག་མི་ཁོ་ར་ཞག་རྩི་མི་འདུག་དངོས་གནས་མི་འདུག། ང་ནག་ཚོ་བོད་རིགས་སྤུན་ཟླ་ཕན་ཚུན་ལ་མཐུན་སྒྲིལ་ཡག་པོ་གནང་དངོས་གནས་ཕན་ཚུན་རོགས་རམ་གནང། ཕག་ཚོགས་ལས་ཡ་ཞེ་འདྲས་འཁོན་འདྲས་ཉུང་ཙམ་གནང། འཁང་ར་དེ་ཞེ་སྡང་ཕྲག་དོག་ང་རྒྱལ་ཁོང་ཁྲོ་དེ་རྒྱལ་གང་ག་ཀླད་རྩ་སྤང་གནང་དང། དེ་འདྲས་བྱས་བྱས་ནས་ཚེ་ད་རེས་མི་ཡུལ་བཞུགས་ཤོར་རེ་འགའ་ལ་ཁྱེད་རང་སྤྲོ་བ་གད་གད་ཡོག་མ་རེ་དང་དངོས་གནས་སྤྲོ་པོ་ཡོག་མ་རེ། དེ་ལས་ཁྱེད་རང་ཐོག་སེམས་མ་དྲོ་དང་དེ་ལས་དངངས་སྐྲག་ཚ། ལོས་གཟུགས་གཞི་མེ་ད་མེ་ཏེ་བ་དེ་འདྲས་གང་ག་ཡོག་རེད། དངོས་གནས་དྲང་གནས་ཅན་ཡོད་རེད། ཚོགས་འདི་སོ་སོ་ཐོག་སེམས་སྤྲོ་པོ་བྱས་ནས་ཞུ། དྲི་བ། སེམས་པ་སྐྱིད་པོ་སོ་སོས་མ་བྱས་ན་སྡུག་པོ་མིའི་ཏང་གི་རིས་ངན་མ་དཔེ་ཅིག་མི་འདུག་བས། དངོས་གནས་དྲང་གནས་ཅན། སྤྲོ་པོ་ཅན་ཞུ་དགོས་ཡས་དེ་གལ་འགངས་ཆེན་མོ་རེད་ལ་སོ་སོ་སྐུ་གཟུགས་ལ་བདག་གཅེས་རྒྱག་དགོས་ཡས་དེ་གལ་འགངས་ཆེན་མོ་རེད་སྐུ་གཟུགས་ཡོད་ན་གང་དགའ་ཡོད་རེད་སྐུ་གཟུགས་མེད་ན་ཁེ་ཁེ། གནང་ཐུག་མ་རེད་ང་ར་ཆ་ཤ་ན་རེད་ད་ལྟ་སྨན་ཁང་ནས་དོན་བྱས་ཡག་པོ་དྲག་མེད། ཡིན་ན་ལས་ངས་ད་ང་རའི་ཐད་གཏོགས་ནང་ལ་ཡ་ཚོགས་མི་མང་པོ་ཅིག་ཕེད་གནང་གི་ཡོག་རེད་ལ། ང་རའི་ད་དེ་ནས་མ་འཁྱུག་ཡིག་དེ་ནས་མ་རང་མི་རིགས་གཞས་དང་ཞབས་རུ་ཁྲོམ་སྐྱོག་ལ་ཡི། ད་དོ་སྣང་གནང་མཁན་མང་པོ་ཅིག་ཡོག་རེད་ངས་ལྷན་སྐྱེས་རྙེད་པོ་ར་བྱུང་ན་བསམ་ཅེ་ང་ར་ཟོག་པོ་དེ་པོ་མིན་ན་ལས་ངས་ཞབས་རུ་དེ་འདྲས་འཁྲབ་བྱས་ནས་འདི་འདྲས་སུ་བཀུག་གི་ཡོད་ར། བཀུག་བྱས་འདི་ལ་ཡ་དགའ་དག་ད། སྟོང་ཕྲག་ཅིག་ར་དུས་ཙར་ནས་ཨ་འཁྱུག་ཡིག་ལས་གོ་ནས་ཆ་ཚང་བསུབ་བཞག་འདུག་ངས་འཁྱུག་ཡིག་ཆ་བཞག་ན་ལས། འཁྱུག་ཡིག་དེའི་ནང་ལ་ཡ། ཁ་སང་ངས་དེ་ནས་མ་མང་གང་ཞབས་རོ་བརྒྱབ་ཡིན་དེ་ལ་དགའ་དག་སྟོང་ཕྲག་གཅིག་ཙམ་རེ་གྲ་བྱེད་དུས་ཙང་ཁོང་ཚོས་བསུབ་བྱས་ཞབས་འདུག་དེ་ནས་ཁེ་སང་ང་ཚོ། རྒྱལ་སྤྱིའི་དང་བླངས་པའི་དོལ་རྒྱལ་འདི་ལ་ཡང་ང་ཚོ་གྲོགས་མོ་མཉམ་འཛོམས་བྱུང་ཅང་དེ། རྒྱལ་སྤྱིའི་དང་བླངས་པའི་དོལ་རྒྱལ་འདི་ལ་ཡང་ང་ཚོ་གྲོགས་མོ་མཉམ་འཛོམས་བྱུང་ཅང་དེ་ནས་མ། གཅིག་བསྐུར་བ་ཡིན་ཡང་དེ་ཡས་བསུབ་བྱས་ཞབས་འདུག། ཨ་ང་ནག་ཚོ་ལ་ཐོངས་འདུག་བས་ཁྱེད་ནག་ཚོ་ཟིའི་ནང་དང་ཡ། ང་ཚོ་ནི་ང་ཚོ་ནི་ཁ་བ་ག། རང་མི་རིགས་ཀྱི་གཞས་དང་ཞབས་བྲོ་འཁྲབ་མི་ཆོག་ག་རེ་ཡིན་ན། རེད་བས། ད་ང། སྐད་ཆ་བཤད་ན་རེད་ད་དེ་ནས་མ་གང་ཅིའི་ཐོག་ནས་དངོས་གནས་དྲ་བརྙན་དང་འདྲེས་ད་ག་ཅི་ད་ད་སུས་ཉུལ་གི་དྲ་བརྙན་དང་འདྲེས་ང་རས་ཞི་ར་མ་ཤེས་ནས་ང་རས་འཁྲབ་གང་སྨན་བྱེད་གི་ཡོད་ད་དེ་ལ་ཐུགས་ཁུར་བྱེད་ཉན་མང་པོ་བྱུང་ན་ཡང་ཉམས་མ་བླ་སོ་མ་ཉམས་གོང་འཕེལ་ཞིག་ཡོང་གི་རེད་ཨ་བསམ་ངས་དེ་འདྲས་སུ་རེ་བ་རྒྱབ་བྱས་ནས་ངས་དེ་ནས་མ་ཐུགས་ཡིད་ན་ལ་ང་ར་ཟོག་པོ་ཡག་པོ་མེད་ན་ལས་ངས་དེ་འདྲས་སུ་འཁྲབ་གི་ཡོད་རོ་ཨ། ཁ་ཅིག་གིས། ཐུགས་ལ་དང་སྒྲས་གུང་བསྒོ་རང་མོ་སོག་པོ། ཡག་པོ་གྲགས་མེད་ན་ལས་དེ་མདོ་ཁྱུང་ཡིག་ནང་ལ་ཞབས་ཕྱི་འཁྲབ་ཀི་མོ་ག་རེའི་ཆེད་དུ་ཡིན་ན་དེ་འདྲས་གུང་བསྒོ་ཡོད་རྒྱུ་རེད། ང་དངུལ་ཆེད་དུ་རྩ་བ་ཉིད་ནས་མེད། མི་རྒྱུ་ཟག་ལ་ལྕགས་འགྲམ་པ་བསྐོར་རེད་བ། དངོས་གནས་དྲང་གནས། ད་ལྟ་ངས་ཐེ་གཏོང་ཞུས་པ་ལ་ཆ་བཞག་ན་ལས་ཐེ་གཏོང་ཞུས་པ་ནས་བཅས་ཆ་དངུལ། དེ་ནས་མ་ལྷན་རྒྱས་ཕྱག་བསྟར་གནང་བའི་དངུལ་གང་གི་ངའི་ཁ་པར་ནང་ལ་བསྡད་ཡོད་རེད་དངོས་གནས། ངས་བཏོན་ཡང་ཤེས་ཀྱི་མེད་ལ་ང་གི་ཚ་ཆུང་མོ་དེས་ད་ལྟ་ངའི་ཧ་གོ་མ་བྱུང། ངས་ད་ལྟ་ཞུ་དང་ཞུ་བཞིན་པའི་ག་མེད་ཀྱུ་ས་ལ་ལྕགས་དྲམ་པ་གོ་རེད། ལྷན་རྒྱས་ང་ཡང་ཕྱག་རྟགས་མང་པོ་ཞིག་གནང་བ་དེས་ཀྱང་ང་ཆ་སྔོན་གི་ཚ་བྱུང་ཡོད་ན་ངས་དེ་ནས་མ་སྤྱི་ཚོགས་གང་ལ་ངས་ཞལ་འདེབས་རྒྱག་གི་ཡོད་ས་ངས་ལྷན་རྒྱས་ལ་ད་ལྟ་རང་ཞུས་པ་ཡིན། དངོས་གནས། ངས་ཁྱེད་རྣམས་ཚོའི་ཆ་དངུལ་དེ་ད་ག་ས་ངས་ཟག་མར་ལྟ། ང་རེད། དཀོན་མཆོག་བཀའ་དྲིན་གྱིས་ང་ཚོ། ད་རེས་དཀོན་མཆོག་བཀའ་དྲིན་གྱིས་ང་འཚོ་བ་ཐོག་ལ་ཡང་མི་ལ་སྨོན་མ་དགོས་ཡོད་དངོས་གནས་དྲང་གནས་ཡོད། ཁ་ཅིག་ཁྱོར་ལས་ཀ་མེད་པ་སྟོབས་ཆས་ག་འདྲས་ཟོས་ཡོད་གཟིགས་འདུག་གམ། དེང་སང་སྤྱི་ཚོགས་ཡག་པོ་རེད་རུ་བ་ལ། འཚོ་བ་མ་སྐྱོ་བ་ཡོད་རེད་ཡོད་མ་རེད། རྒྱུ་ཆས་དེ་ཚོ་རྒྱུ་ཆས་གང་ལ་དེ་འདོག་ཆས་ར་བྱུང་ན་བསམ་དངངས་སྐྲག་བྱས་བྱས་ག་ལས་སྐྱོ་མགོ་རེད། ང་ཆ་ཤར་ན་ང་རའི་དཔོན་རྒྱག་བཀའ་དྲིན་གྱིས་ང་ར་ད་ལྟ་སྐྱིབས་ཐག་ཆོད་ཡིན་སྙམ་མ་ང་ར་ཕ་མ་ལ་ཞབས་ཕྱི་ཡག་པོ་ཞུས་བྱས་ད་ལྟ་ང་དེ་འདྲ་ཆགས་བྱས་ན་ལས་ངན་ཐག་ཆོད་དོ། དངོས་གནས་དྲང་གནས་ཞུ། ཨ་བྱས་ཙང་ལྷན་རྒྱས་ཚང་མས་ཞུ་ཞུ་རེ་འགའ་ལ་སོ་སོའི་ཕ་མ་ལ་ཞབས་ཕྱི་ཡག་པོ་བྱས་ཞུས་ན་ཕ་མའི་ཁ་ལ་ཡག་པོ་གསན་ན་ཕ་མ་ལས་ལྷག་ག་ཡོག་མ་རེད་ཕ་མ་ཅིས་ལས་ཡོག་མ་རེད་དངོས་གནས་ཕ་མའི་ཁྲིས་ལ་མང་ཙ་ཞུས་ན་རེད་བ། ཕ་མ་ལ་ཞབས་ཕྱི་ཡག་པོ་ཞུ་ཡ་དེ་དངོས་གནས་གལ་འགངས་ཆེན་པོ་རེད་ཞུ་ཞུ་རེ་འགའ་ལ་ཡ་ཕ་མ་ལ་ཞབས་ཕྱི་ཡག་པོ་ཞུས་གནང་པ་ཡིན་ན་ང་ནག་ཚོ།